ཆོས་ཆོས་ཆོས་ལ་ཡི་གེ་མིང་སྦྱོར་བ། འདི་གི་སྒྲ། འདི་ག་བ་ག་བ་ལ་གོ་བུར་བས་ཆོས་ཀྱི་སྒྲ་འཇུག་ས་སྟེ། ག་བ་ག་བ་ལ་འཇུག་བུར་བས་ཟས་ཆོས་ར། འོ་འདི། ཀོ་ལ་ཞུ་ཡ་བྱས། ད་འདི་འཇུག་ས་དེ་ཆོས་ཀྱི་སྒྲ་འཇུག་པའི་ཡུལ་བཅུ་ཡོད་ཟེར་ད་ཆོས་ནི་ཤེས་བྱ་ལམ་དང་ནི་མྱ་ངན་འདས་དང་ཡིད་ཀྱི་ཡུལ་བསོད་ནམས་ཚད་དང་གསུང་རབ་དང་འབྱུང་འགྱུར་ངེས་དང་ཆོས་ལུགས་པའོ་ཆོས་ལུགས་ལའོ་ཟེར་ད་འདི་ནི་མ

ཁྱེད་སོང་ངོ་འདི་ཁྱེད་རང་ཚོས་སེའུ་ཞེས། ད་ང་རང་ཚོ་ཨ་ནི། ད་ལྟ་ང་རང་ཚོ་ཆོས་བྱས་ཟེར་ཆོས་ཟེར་ཟེར་ཆོས་ཉམས་ལེན་བྱས་ཟེར་ཆོས་འདི་རྒྱ་གར་གྱི་ཚིག་ལ་དར་མ་ཟེར་དེ་རེད་ཟེར་ད། རྒྱ་གར་གྱི་ཚིག་ལ་དར་མ་ཟེར་དེ་ཆོས་ཟེར་ལ་གི་རེད། བྱས་ཙང། དར་མ་འདི་བོད་སྐད་ལ་བསྒྱུར་ན་ག་རེ་ཟེར་བ་རེད། དར་མ་ལའི་གི་དོན་དག་འདི་ག་རེ་ཟེར་བ་ལ་ན། འཛིན་པ་ལ་འཇུག་གི་རེད། འཛིན་པ། འཛིན་པ་ལ་ན་ག་རེ་ལག་པས་འདུ་ཟིན་པ་ལས་བྱོས་ར། ལག་པས་འདུ་ཟིན་པ་འཛིན་པ་ཟེར། བཅའ་ལག་འདི་ཟིན་པ། ཡང་ན་བཅའ་ལག་འདི་འཛིན་པ། འོ་ད་ཟིན་པ། ག་ནས་ཟིན་དགོས་རེད་ལ་ན་ཆོས་ཉམས་ལེན་བྱས་པ་ཡིན་ན། ང་ཚོ་སྡུག་བསྔལ་ནང་ལ་མ་ལྷུང་བ་བྱས། དམིགས་བསལ་གྱི་སྡུག་བསྔལ་ཆེན་པོ་ཡོད་ས་གི། ངན་འགྲོ། ངན་སོང་དཔེར་ན་མི་དགེ་བའི་མི་དགེ་བ་བཅུ་ཡི་ཆོས་ཉམས་ལེན་བྱེད་ཀྱི་ཡིན་ན་མི་དགེ་བ་བཅུ་ཉམས་ལེན་བྱེད་ཀྱི་ཡིན་པ་ཡིན་ན།

འཛིན་པ་ལས་དེ་ང་རང་ཚོ་ནམ་རྒྱུན་རྣམ་དབྱེ་དང་པོ་ལ་ཆོས་ཟེར་དུས་ཁ་རང་རང་གི་ངོ་བོ་ཕན་ཚུན་མ་འབྲེལ་བ་བྱས་པའི་འཛིན་ཡལ་གྱིས་དེ་ལ་ཆོས་ཟེར་བར་རྣམ་དབྱེ་དང་པོ་ཆོས་རྣམས་ངོ་བོ་ཙམ་སྟོན་པ་ཟེར་དུ་གསུངས་པ་ལ། འདི་ཁ་པར་རེད། འདི་ཁ་པར་རེད་རེད་བ་ཁྱེད་རང་གིས་ཟེར་ཡ།

ཨོ་ད་དེ་འདྲ་ཅི་རེད། ཡ་ད་དེ་རེད། འཇིགས་པའམ་སྡུག་བསྔལ་ལས་འཛིན་པའམ་སྐྱོབ་པ་ལ་སྦྱར་ན་ཆོས་དང་འཇིག་རྟེན་གཉིས་ཀྱི་ནང་ལས་ཆོས་ལ་གོ་བ་རེད། ད་གལ་སྲིད་ཨ་ལས། སྡུག་བསྔལ་ལས་སྐྱབས་ཡས་དང་སྡུག་བསྔལ་ལས། འཇིགས་པ་ལས་སྐྱབས་ཡས་ཀྱི་ཨ་ནི་ང་ཚོ། ཆོས་ཉམས་ལེན་བྱེད་ཀྱི་མེད་པ་ཡིན་ན་ཨ་ནི་འཇིག་རྟེན་ཟད་ཆགས་འགྲོ་རེད་ཟེར་འོ་འདི་གསུངས་ཡོད་རེད་ད། འོ་འདི་བྱས། ད་ཁྱོད་ཀྱིས་སྡུག་བསྔལ་ལས་སྐྱོབ་གི་རེད་ཟེར་དང་འཛིན་གི་རེད་ཟེར་འཛིན་ཚུལ་འདི་ལ་ག་ཚོད་ཡོད་རེད་ཟེར་ན། མི་འདྲ་བ་གསུམ་ཡོད་རེད་ཟེར། མི་འདྲ་བ་གསུམ་དེ་ག་རེད་ལ་ན། ཨ་ནི། ལས་འབྲས་དང་སྐྱབས་འགྲོ་དང་རྒྱལ་བ་བཅུ། འདི་ཚུལ་གྱིས་ག་རེ་བྱེད་ཀྱི་རེད་ལ་ན། ངན་སོང་གསུམ་ལ་ཡང་ལྷུང་ཡ། སྐྱེས་བུ་ཆུང་ངུ་ལས་སྦྱོར་སྐྱེས་བུ་ཆུང་འབྲིང་ཆེན་པོ་ཟེར་གསུམ་ཡོད། སྐྱེས་བུ་ཆུང་ངུ་གི་ཉམས་ལེན་འདི་ཆེ་བ། ལས་འབྲས་སྐྱབས་འགྲོ་དགེ་བ་བཅུ་ཟད་དེ་ཆོས་ཉམས་ལེན་བྱེད་ལས་ཀར་སྐྱེ་བ་རྗེས་མ་ངན་སོང་གསུམ་ལས་ཡར་ལྷུང་ཡར་ལས་མ་འཛིན་པ་ཡིན་ཙང་ཨ་ནི། ཆོས་བྱེད་སྐྱེས་བུ་ཆུང་ངུ་གི་ཆོས་དེ་བྱེད་ཟེར་བ། ད་སྐྱེས་བུ་འབྲིང་གི་བསམ་བློ་ཁ་རས་ངེས་འབྱུང་དང་བསླབ་པ་གསུམ་དང་བདག་མེད་རྟོགས་པའི་ཤེས་རབ་ཟེར་ཉམས་ལེན་བྱེད་ལས་ཨ་ནི་འཁོར་བ་ལས་མ་ལྟུང་ཡ་འཁོར་བ་ནི་མ་འཛག་ཡ། ཁོ་བོ་ནང་ལོག་མ་མ་དེས་ཁོ་བོའི་སྡུག་བསྔལ་ལས་སྐྱབས་ཀྱི་ཡོང་བ་ཡིན་ཙང་ཆོས་འདི་བྱེད་པ་ལ་དེ་ལས་ངེས་འབྱུང་གི་ཆོས་བསླབ་པ་གསུམ་གྱི་ཉམས་ལེན། བདག་མེད་པ་སྟོན་པའི་ཤེས་རབ་ཀྱི་ཉམས་ལེན་དུ་བྱེད་པ་ཡིན་ན་ང་ཚོ་ཁོ་བོའི་སྡུག་བསྔལ་ལས་སྐྱབས་ཀྱི་ཡོང་བ་ཡིན་ཙང་ཨ་ནི་སྐྱིད་པོ་འབྲིང་གི་ཆོས་འོད་ཟེར་བ་དང་འདི་ལ་ཡང་ངེས་འབྱུང་གི་ཆོས་དང་ངེས་འབྱུང་ཟས་རེད་བསླབ་པ་གསུམ་དང། བདག་མེད་སྟོན་པའི་ཤེས་རབ་ལས་ཡང་དུ་ཚོ་སྐྱིད་པོ་འབྲིང་གི་ཆོས་འོད་ཟེར་བྱ་བར། ད་སྐྱེས་བུ་ཆེན་པོ་གི་ཆོས་དེ་ཁར། བདག་མེད་རྟོགས་པའི་ཤེས་རབ་དེ་ཡི་ག་ལ་སྙིང་རྗེ་འདི་བྱང་ཆུབ་ཀྱི་སེམས། འོ་འདི་ཟད་དེ། ཨ་ནི། ཉམས་ལེན་བྱེད་པ་ཡིན་ན་འདི་སྐྱེས་བུ་ཆེན་པོ་གི་ཆོས་ཆགས་འགྲོ་རེད། ཡིན་ན་ག་རེ་ལ་ན། འཁོར་བའི་སྡུག་བསྔལ་ཙམ་མ་ཡིན་པ། ཨ་ནི་སངས་རྒྱས་ཀྱི་གོ་འཕང། ནི་ཡ་ཁྲི་འགྲོའི་གི་ད་ཆོས་ཆགས་ཡོད་པ་ཡིན་ས། སྐྱེས་བུ་ཆེན་པོ་གི་ཆོས་རེད་ཟེར་དུས་ཆེད་ལབ་ཡོད་ད། དོན་དག་རྡོག་རྡོག་འདྲ་ཞིག། ད་ཁྱང་ཚོ། སྐྱེས་བུ།

ཡ་ད་འདི་རེད། ང་རང་ཟླ་འདི་ཁམས་གསུམ་ནང་ལ་གནས་ཡོད་རེད་ཟེར་ཞིག་བར་ཁམས་གསུམ། ཁམས་གསུམ་འདི་ག་རེད་ལབ་ན་འདི་ལ་འདོད་ཁམས་ཟེར་བར་འདི་ཡོངས་རྫོགས་ལ། འདི་ལ་གཟུགས་ཁམས་བྱས་འདི་ལ་གཟུགས་མེད་ཁམས་ལབ་ཡོད་ད། གཟུགས་མེད་ཁམས། བྱས་ཙང། གཟུགས་ཁམས་འདོད་ཁམས་ལ་བལྟ་བ་ཡིན་ན་འགྲོ་བ་རིགས་དྲུག་ཡོད་ལྷ་དང་མི་དང་ལྷ་མ་ཡིན། དམྱལ་བ་ཡིན་ན་དུད་འགྲོ་ཟེར་ཏེ་འདི་བྱ་གི་ཡོད། གཟུགས་ཁམས་ལ་ལྟ་གི་ཡིན་ན་གཟུགས་ཁམས་དེ་ལ་སྤྱི་དག་ནས་བསམ་གཏན་བཞི་བརྩི་བར་བསམ་གཏན་དང་པོ་བསམ་གཏན་གཉིས་པ་བསམ་གཏན་གསུམ་པ་བསམ་གཏན་བཞི་བ། བསམ་གཏན་དང་པོ་ལ་ནང་ཚན་དབྱེ་བ་འདྲ་བ་གཅིག་ཨ་ནི་ཚངས་པ་དང་ཚངས་པ་ཆེན་པོ་ཚངས་པ་བདུན་ན་བདུན་ཟེར་ནས་དེས་དབྱེ་བ་བྱས་ཡོད།

མི་ལ་སྐྱེ་བདེ་བ། ད་མི་ལ་སྐྱེ་བདེ་བ་ཡིན་ཙང། ད་མི་ཡིས་ང་ཚོ་མི་ལ་ཡང་ཞིབ་འཇུག་ཡག་པོ་བྱེད་ཀྱི་ཡིན་ལ་ཡག་པོ་ཅིག་ལྟ་གི་ཡིན་ན་མི་ལ་རིགས་གཉིས་ཡོད་དགོས། མི་རིགས་གཅིག་ག་རེད། ཟ་ཡ་འཐུང་ཡ་དང་གང་ཅན་གྱི་ཐད་ནས་ཡག་པོ་ཡོད་བདེ་བ་དེ་འདྲའི་ཡོད་བདེ་བ་ཅིག་ད་མིའི་རིགས་གཅིག་བྱ་བ། མི་གཅིག་ད་གང་ཅིའི་ཐད་ནས་སྐྱོ་བོ་ཡོད་བདེ་བ། ད་ང་རང་ཚོ་ཆོས་ཀྱི་ཐ་སྙད་ཀྱི་ཐོག་ནས་བཤད་པ་ཡིན་ན་མིའི་རིགས་གཅིག་དེ་ཡག་པོ་ཡོད་བདེ་བ་དེ་ལ་དལ་བ་བརྒྱད་དང་སྦྱོར་བ་བཅུ་ཚང་མ་མི་ལུས་ཟེར་བ་ལྟར་མི་ལུས་ཐོབ་པ་མ་ཟོས་དེ་བས་དལ་བ་བརྒལ་ཏེ་སྦྱོར་བ་བཅུ་ཚང་མས་མི་ལུས། ད་མིའི་རིགས་ཁ་ཤས་སྐྱོ་བོ་བཞུགས་ཡོད་བསྡད་པ་དེ་འདྲ་ཡོང་བར་ད་བས་ཆོས་བྱས་ད་ཕག་བཞག་ཨ་ལེ་དང་པོ་མི་ཚེ་ནང་ལོག་ལ་ཟ་རྒྱུ་འཐུང་རྒྱུ་མེད་པའི་སྡུག་བསྔལ་གྱི་དཀའ་ངལ་གྱི་ནང་ལ་ལྷུང་བསྡད་དེ་འདྲ་ཡོང་བ་དེ་འདྲ་ཅིག་ཆགས་ཀྱི་རེད་ཅེས་གསུངས་ཡོད་ད་མིའི་རིགས་གཅིག་དེ་འདྲ་ཆགས་བསྡད་ཡོད་ད། འོ་དེ་འདྲ་རེད་ད་བྱས་ཙང་སྐྱེ་བོ་ཆུང་ངུ་ལས་དེ་ད་གིན་ང་ཚོ་ཤེས་བསྡད་སྐྱེ་བོ་ཆུང་ངུ་ཟེར་དེ་གིན་བསམ་བློ་གར་བཏང་དགོས་ལ་ང་མི་ཡི་ནང་ལོག་ལ་མི་ཡག་ག་ཅིག་སྐྱེས་བཞག།

ད་ཡིན་པ་ཡིན་ལ་ཡི་དྭགས་དང་དམྱལ་བ་གི་སྡུག་བསྔལ་དེ་གས་ད་ང་ཚོས་མཐོང་གི་ཡོད་མ་རེད་ད་ཡིན་ལས་ད་དཔེ་ཆ་དང་དེ་འདྲས་ལ་ལྟ་བྱས་སྡུག་པོ་ཞུགས་བྱས་ད་འདི་ཚོའི་སྡུག་བསྔལ་དེ་ཚོ་བར་མཐོང་ཧ་གོ་བྱས། ཨ་ཙི་ཡི་དྭགས་སྡུག་བསྔལ་ཆེན་པོ་དེ་འདྲས་ཞིག་འདུག་ད་ཟབ་ཟོབ་མ་བྱེད་བཞིན་ད་སྐྱེ་བ་རྗེས་མ་ལས་ཡ་དེ་འདྲས་མ་ཅིག་རྫ་ཁ་བྱས་ན་ད་ལྟའི་མི་ལུས་བཟང་པོ་ཐོབ་བཞག་རྒྱུ་དེ་འདྲས་མ་ཅིག་མི་ཡི་ལུས་ཐོབ་པ་ཡིན་ལ་མི་ལུས་ངན་པ་འགྲོ་བྱས། དེ་བ་དགེ་དང་འབྱོར་བ་བཅུ་ཚང་པའི་མི་ལུས་མ་ཡིན་པ་ཅིག་ལ་ཐོབ་ཁ་བྱས་ན། དེ་ལས་མ་ཅིག་དུད་འགྲོ་དང་ཡི་དྭགས་དང་དམྱལ་བ་དེ་འདྲ་ལ་ཡང་སྐྱེ་བྱེད་དེ་བྱུང་བ་ཡིན་ན། དཔེ་ས་ས་རེ་བྱས་ནས། སྔོན་ལས་དྲངས་ནས་ད་དཔེ་ས་ས་རེ་བྱས་ནས། ཨ་ནི་ཁོས་སྐྱེས་བུ་ཆུང་ངུ་གི་ཉམས་ལེན་ག་བྱེད་པར། སྐྱེས་བུ་ཆུང་ངུ་ཟེར་ཡ་འདིར་དང། སྐྱེས་བུ་ཆུང་ངུ་གི་ཆོས་ག་རེ་བྱེད་པར་རྒྱལ་བ་བཅུ་ད་གེ་གེ་ཞུ་ཡ་དེ་སྐྱབས་འགྲོ་དང་ལས་འབྲས་དང་རྒྱལ་བ་བཅུ་དེ་ཉམས་ལེན་བྱེད་པའོ་རེད་ཟེར། ཁོས་ཉམས་ལེན་དེ་བྱས་ནས་ཁོས་དཔང་ཡག་ག་རེ་སྤངས་གོ། མི་དགེ་བ་བཅུ་དེ་དཔང་ཡག་བྱས། ལས་འབྲས་དང་སྐྱབས་འགྲོ་དང་དགེ་བ་བཅུ་དེ་ཁོས་ཀྱི་ཉམས་ལེན་བྱུང་བར་ཆོས་ཅི་ལྟ་སྐྱིད་པོ་ཆུང་ངུ་གི་ཆོས་འདི་རེད། སྐྱིད་པོ་ཆུང་ངུ་གི་ཆོས་འདི་ཉམས་ལེན་བྱས་པ་ལ་དེ་ལས་ག་རེ་བྱེད་དགོས་རེད་ཟེར་ན། འདི་ལས་མ། དུད་འགྲོ་དང་ཡི་དྭགས་དང་དམྱལ་བ་དང་མིའི་རིགས་རྣམས་ལ་མི་ལ་སྡུག་བསྔལ་ཆེན་པོ་ཡོད་དུས་མིའི་རིགས་དུད་འགྲོ་ལ་ཡང་མ་འགྲོ་ཡ་བྱས། སྐྱེ་བ་རྗེས་མ་ལ་དུད་འགྲོ་ལ་མ་སྐྱེས་དེ་འདྲའི་གི་སྡུག་བསྔལ་རྣམས་ལ་མ་མ་བཙའ་ཡ་བྱས་ཡ་གི། ལས་འབྲས་དང་སྐྱབས་འགྲོ་དང་དགེ་བ་བཅུ་ཉམས་ལེན་བྱེད་པ་ཡིན་ན། འདིར་མ་མ་རྩ་བ་ཅིག་ཁོས་འཛིན་གྱི་ཡོད་རེད་འཛིན་པ་ཟེར་ཡང་དེ་ལྟར་ཆོས། སྐྱེས་བུ་ཆུང་ངུ་གི་ཆོས་དེ་ག་བ་ལ་འཛིན་གྱི་ཡོད་རེད་ལ་ན། སྡུག་བསྔལ་སྣང་ལོ་མ་ལྷུང་ཡང་འཛིན་གྱི་ཡོད་རེད། སྡུག་བསྔལ་ག་བ་ལ་མ་ལྷུང་ཡང་འཛིན་གྱི་ཡོད་རེད་ལ་ན། དམྱལ་བ་དང་ཡི་དྭགས་དང་དུད་འགྲོ་དེ་ཡི་ལང་ལ་མི་ཡི་ལང་ལ་མི། དལ་བ་བརྒྱད་དང་སྦྱོར་བ་བཅུ་ཚང་བའི་མི་ལུས། སྡུག་བསྔལ་ཤུགས་ཆེན་པོ་ཡོད་པས་དེ་འདྲའི་གི་སྡུག་བསྔལ་ལང་ལ་ཡང། མ་སྐྱེས་ཡང་དང་དེ་འདྲའི་གི་སྡུག་བསྔལ་ལང་ལ་མ་ལྷུང་ཡང་ཡིན་ཕྱིར།

ད་ལྷ་དང་ལྷ་མ་ཡིན་དང་གཟུགས་ཁམས་དང་གཟུགས་མེད་ཁམས་ག་བ་ལ་སྐྱེས་ན་མི་ལ་ག་བ་སྐྱེ་བ་ག་བ་ལ་སྐྱེ་བ་ལེན་བ་ཡིན་ན་ཡང་དཔེར་ན་ལྷ་ལ་སྐྱེ་བ་ལེན་པ་ཡིན་ན་ཚེ་འདི་ལ་མི་ལུས་ཐོབ་པའི་སྐབས་ལ་རྒྱལ་བ་ལས་འབྲས་དང་རྒྱལ་བ་བཅུ་ཉམས་ལེན་བྱེད་ཞིའོ་ཅེས་ཡང་ལྷ་ལ་སྐྱེ་བ་བྱེད་ལྷ་དེ་ནི་མ་ཨ་ལེ་ག་རེ་སྐྱོ་ཚེ་འདི་ལ་ཡང་ཨ་ལེ་ག་ལ་བ་རེ།

དེ་འདྲ་ཡིན་པ་ཡིན་ས་བདག་མེད་རྟོགས་པའི་ཤེས་རབ་ཟེར་ཡང་ཉམས་ལེན་བྱེད་པ་ཡིན་ལ་བདག་མེད་པ་དང་སྟོང་པ་ཉིད་ཟེར་ཡང་ཉམས་ལེན་བྱེད་པ་ཡིན་ལ་བདག་འཛིན་ཟེར་སྤངས་འགྲོ་གི་འདུག་ཟེར། ཀན་སུའོ། བདག་འཛིན་སྤངས་ན་ཨ་ནི་ག་རེ། དེ་ཚོས་འཁོར་བ་ལ་ཚང་མས་འཁོར་བའི་གི་སྡུག་བསྔལ་ཆ་ཚང་ལས་ཐར་འགྲོ་གི་འདུག་ཟེར་བ་དང། བྱས་ཙང་སྐྱིད་པོ་འབྲིང་གི་བསམ་བློ་འདི་ག་རེ། ལས་འབྲས་དང་དགེ་བ་བཅུ་དེ་ཚོ་ཉམས་ལེན་བྱེད་ཀྱི་ཡོད་པ་རེད་ད་དུང་འདི་ག་ལ་ཁོས་ག་རེ་ཐོས་པ་ག་རེ་སྒོམ་དགོས་ཟེར་ན་བདག་མེད་པ་ཟེར་སྟོང་པ་ཉིད་ཟེར་ཉམས་ལེན་བྱེད་དགོས་པ་རེད་ད།

བདག་མེད་ཟས་དེ་བསྒོམས་ནས་འཁོར་བ་ནས་ཐར་བ་ཡིན་ན་ཧ་ལས་ཁེངས་མི་འདུག། ད་ལྟ་བ་དུ་ལ་སྐྱིད་ལ་སྐྱིད་སྙམ་དང་སྡུག་ལ་སྡུག་སྙམ་བྱས་ནས་སྙམ་དང་བདེ་ལ་མ་གྱུར་ལང་ཀའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་དེ་ལང་ལ་སེམས་ཅན་ཐམས་ཅད་ང་ཚོ་ཚང་མ། གཅིག་ལ་གཅིག་བརྟེན་འགྲོ་བའི་ཕྱིར་བསྡད་ཡོད་རེད། དཔེ་ལ་ང་རང་ད་རང་བཞུགས་མཁན་ཁ་ལག་ཟ་རེད་བ་ལས་ཟ་ཡོད་ན་ཞོགས་རྗེས་སུ་གཏུགས་ཡོད། ད་འདི་གའི་འདི་ཚང་མི་མང་པོ་དཀའ་ལས་བརྒྱབ་བ་ལ་བརྟེན་ནས་འགྲུབ་པ་རེད། དཔེར་ན་ང་རང་ཚོའི་གཟུགས་པོའི་སྒང་ལ་གོས་འདེགས་ཀྱི་དུག་ལོག་ཡོད་རྗེས་ནས་ད་མི་མང་པོས་དཀའ་ལས་བརྒྱབ་ནས་འཁྲུག་ཆ་རྒྱུ་ཆགས་ཡོད་རེད་ད། སྤྱིར་ང་རང་ཚོའི་མི་ཚེ་ནང་ལོ་ལ་སྐར་མ་རེ་རེ་དང་ཆུ་ཚོད་རེ་རེ་ལ་ང་རང་ཚོའི་མི་ཚེ་ནང་ལ་གཅིག་དཔེར་ན་ཁ་པར་བེད་སྤྱོད་བཏང་སྐོར་ད་ལྟ་གློག་ཀླད་བེད་སྤྱོད་བཏང་སྐོར་རེད། ཁ་པར་ནང་གི་བཅའ་ལག་འདི་གའི་རེ་རེ་ལ་ཡང་ད་མང་པོ་གིས་མི་མང་པོས་དཀའ་ལས་བརྒྱབ་ནས་ད་བཟོས་བཞག་རྒྱུ་ཆགས་ཡོད་རེད། བྱས་ཙང་ང་ཚོ་སྐར་མ་རེ་རེ་དང་སྐད་ཅིག་རེ་རེ་ལ་མི་གཞན་ལ་ལྟོས་ནས། ང་རང་ཚོ་གི་བདེ་བ་འདི་མི་གཞན་ལ་ལྟོས་ནས་ཡོང་བསྡད་རྒྱུ་ཆགས་ཀྱི་ཡོད་པ། བྱས་ཙང་འདི་ཡའི་དུས་ཚོད་རེ་རེ་མ་སྐྱེལ་བ་འདི་ཙམ་མ་རེད་སྐྱེལ་བ་ནས་སྐྱེལ་བ་བར་དུ་ལ་ཡང་སེམས་ཅན་གཞན་ལ་ལྟོས་ནས་ང་ཚོ་འཚོ་བསྡད་རེད། ད་དེ་རིང་ཡང་ནི་སོ་སོ་སྐྱེ་བོ་འཁོར་བ་ནས་ཐར་ན་འགྲིག་གི་མི་འདུག། ད་ཐར་དགུ་དངོས་ན་ང་ཡི་ཐར་དགུ་དུས་འདི་ལ་སེམས་ཅན་ཐམས་ཅད་ནས་འཁོར་བ་ནས་སྐྱབས་དགུ་འདུག་ཟེར་བསམ་བློ་དེ་ལིང་བར་གདའ། ཨོ་ཟ། སོ་སོ་གཅིག་བུ་འཁོར་བ་ནས་ཐར་ཡས་ཀྱི་བསམ་བློ་དེ་མ་རབས་ཀྱི་བསམ་བློ་འགྲོ་རྒྱུ་མཐོང་གི་ཡོད་ད་ཁོ་རང་ནས། བྱས་ཙང། ཨ་ནི་ག་རེ། སོ་སོ་ཙམ་མ་ཡིན་པར་གཞན་སེམས་ཅན་ཐམས་ཅད་ནས་འཁོར་བ་ནས་སྐྱབས་དགུ་འདུག་ཟེར། ད་གཞན་སེམས་ཅན་ཐམས་ཅད་འཁོར་བ་ནས་སྐྱབས་བ་ལ་གཞན་སེམས་ཅན་ཐམས་ཅད་ཀྱི་ཁམས་དང་མོས་པ་དང་དུ་ཚང་མ་ཤེས་འདི་ངས་འདི་སུ་རེད་ལ་དུ་སངས་རྒྱས་ཟེར་ནས། སངས་རྒྱས་ཟེར་ཡ་དེ་གིས་ཇི་མ་ཇི་བཞིན་ཤེས་ཀྱི་ཡོད་པ་ཡིན་ཙང་སེམས་ཅན་ཨན་ཐམས་ཅད་འཁོར་བ་ནས་སྐྱབས་ཐོབ་ཡོད་ཀྱི་ནུས་པ་དེ་སངས་རྒྱས་ཟེར་ཡ་དེར་འདུག། འོ་ན་ངས་སངས་རྒྱས་ཀྱི་གོ་འཕང་བསྒྲུབ་བས་ལ་ཨན་གར་བྱེད་ཀྱི་འདུག་ལ་བཀག་འགོག་བྱེད་ཀྱི་འདུག་འདི་འདུག་ད་ཐང་གིས་ང་ཚོ་འཁོར་བ་ལས་ཐར་མ་བྱུང་གི་བདག་འཛིན་དེ་ཡིན་པར། མི་དགེ་བ་བཅུ་དེ་དང་བདག་འཛིན་གཉིས་དེ་ཡིན་པར། བ་ད་བདག་འཛིན་མེད་པར་བཟོས་ཡ་ལ་བདག་མེད་འདོད་པའི་ཤེས་རབ་སྒོམ་དགོས་ཀྱི་ཡོད་ད་གསལ་བོ་ཞུ། ད་འདི་ཡི་སྒང་ལ་བདག་འཛིན་གྱི་བཞག་པའི་བག་ཆགས་ཟེར་ཞིག་འདུག་ཟེར་བ་ད་འཁོར་བ་ནས་ཡ་ཨན་གར་སོང་སངས་རྒྱས་ཀྱི་གོ་འཕང་ལ་འགྲོ་མ་བྱུང་གི། འཁོར་བ་ནི་ཐར་མ་བྱུང་གི་འདང་རྫིས་བྱས། འཁོར་བ་ནི་ཐར་བ་ཡིན་ན་ཡང་སངས་རྒྱས་ཀྱི་གོ་འཕང་ཐོབ་མ་བྱུང་གི་ནི་འདང་རྫིས་ཀྱིས་བཞག་པའི་བག་ཆགས་ཟད་ཟེར་དུ་ཟེར་བ། ད་འདི་གཉིས་ཀ་མེད་པར་བཟོད་ཐུབ་པ་ཡིན་ན་ཨ་ནི་སངས་རྒྱས་ཀྱི་གོ་འཕང་ཟད་དེ་གྲུབ་ཐུབ་འདུག་བྱས་ནས། ད་དེ་འདྲ་ཡིན་པ་ཡིན་ཙང་སོ་སོ་ཙམ་མ་ཡིན་པར་གཞན་སེམས་ཅན་ཐམས་ཅད་འཁོར་བ་ནི་འཛིན་ཡ་འཁོར་བ་ནི་སྐྱབས་ཡ་ད་ངས་ང་ཚོ་འཛིན་པ་ཟད་བྱས་ལ་ཆོས་འོ་དེ་སྐྱབས་ཡ་ཡི་ཆེད་དུ་ལ་སྐྱེས་བུ་ཆེན་པོ་གི་ཆོས་གར་བྱ་བ་ལ་ན་བདག་མེད་རྟོགས་པའི་ཤེས་རབ་ཏུ་བསྒོམ་དགོས་ཡ་ཡིན་པར་བདག་འཛིན་མེད་པར་བཟོ་ཡ་ལ་བདག་མེད་རྟོགས་པའི་ཤེས་རབ་བསྒོམ་དགོས་རོ། དེའི་སྒང་ལ་ཁོད་ཀྱི་ཐོད་པ་དེ་བདག་འཛིན་གྱི་ཤ་བོའི་བག་ཆགས་ཟེར་ཡ་ལ་མེད་པར་བཟོ་ཡ་ལ་བྱང་ཆུབ་ཀྱི་སེམས་ཟེར་ཡ་ལ་བསྒོམ་དགོས་ར། དེ་ཚ་བྱང་ཆུབ་ཀྱི་སེམས་དང་བདག་མེད་རྟོགས་པའི་ཤེས་རབ་གཉིས་མཉམ་དུ་བསྒོམ་གྱི་ཡིན་ན་ཨ་ན་གར་ཆགས་ཀྱི་རེད་ཟེར་དུ་སེམས་པ་ལ་ཨ་ན་ང་ཚོ་འཁོར་བ་ནས་མཐར་ཐུག་རེད་བྱས་ནས་གསུངས་ཡོང་དགོས་ར་བྱས་ཙང་འཁོར་བ་ནས་མཐར་ཡ་དེ་དེ་འདྲས་ཞིག་ཡོང་གི་རེད། ད་ཁྱེད་རང་ཚོ་ལ་གཅིག་ཅིག་ན་དྲི་བ་འདི་ཡོང་གི་ཡོད་ཀྱི་བདག་འཛིན་གྱི་ཤ་བོའི་བག་ཆགས་ལག་ན་ག་རེ་ལག་གི་ཡོད་ན་བསམ།

མི་ཡི་སྡུག་བསྔལ་སྐྱོ་བོ་བདུན་ཚོད་ལ་མ་ཟིན་རྗེས་དེ་ལས་སྐྱབས་དགོས། ད་ལྟའི་སྐྱེ་བོ་ཆུ་བོ་གི་ཆོས་རེད། སྐྱེ་བོ་འབྲིང་གི་གར། ཆོས་འདིའི་གར་ལ་བ་ལང་བདག་འཛིན་ལས་སྐྱབས་དགོས་རེད། འཁོར་བ་འཁོར་བའི་སྡུག་བསྔལ་ཆ་ཚང་འདི་སྐྱབས་དགོས་རེད། བྱས་ཙང་འདི་ལས་འཛིན་གྱི་ཡོད་པ་ཡིན་ཙང་ཆོས་ཡོད་ལབ་ཡོད། སྐྱེ་བོ་ཆེན་པོ་གི་ཆོས་དེ་ཆོས་ག་འདྲ་ཆགས་དགོས་རེད་ལབ་པ་ཡིན་ན། ཨ་ནི། རང་ཉིད་སྐྱེ་བོ་མ་ཡིན་པ་གཞན་སེམས་ཅན་ཐམས་ཅད་སྡུག་བསྔལ་ལས་བསྐྱབ་ཡ་སྡུག་བསྔལ་ལས་འཛིན་ཡ་གི་ཨ་ནི་ཉམས་ལེན་ཆགས་ཀྱི་ཡོད་ས་སྐྱེས་བུ་ཆུན་པོ་འདི་ཆོས་འདི་ཆགས་སྡང་ཆོས་ཆགས་སྡང་འདྲ་བོ་འདི་འདྲ་ཞེས་ཆགས་ཀྱི་རེད་བྱས་ཙང་ང་ཚོ་ད་ངས་གོང་ལ་ཞུ་ཡ་གི་ཆོས་ཟེར་ཡ་འདི་ཚིག་འདི་དར་མ་ཟེར་ཡ་ཚིག་འདི་ད་འདི་འདྲ་འདྲ་བོ་ཞིག་རེད་ཞུ་ཡ་ཡིན།

ཡང་ན་འཇིགས་པ་ལས་སྐྱོབ་པའམ་འཛིན་པའོ་འདི་འདྲ་ཅི་ལ་སྦྱར་དགོས། ད་ང་ཚོ་ཆོས་བྱེད་དགོས། ཆོས་དང་འཇིག་རྟེན་གཉིས་ཀྱི་ནང་ནས་ཆོས་ཟེར་ཏེ་དེ་ལ་གོ་འོང་ངེས་ཅེས་གསུངས་ཡོད་ད། ཡ་ད་འདི་པ་འདི་ལ་ཁྱེད་རང་ཚོ་གསལ་བོ་འདྲ་བྱུང་ཟེར། ད་ངས་མང་པོ་མང་པོ་བཤད་ནས་སྐད་ཆ་མང་པོ་སྐོར་ར་བརྒྱབ་ནས་ཅི་གོ་ད་རེ་འཕྲོད་ཟེར། ལ། འཕྲོད་མ་བཟོ།

དེ་བསྒོམ་པ་ཡིན་ན་ཁར་ཁོ་བོས་འཁོར་བའི་སྡུག་བསྔལ་ལས་སྐྱབས་བ་མ་ཟད་ཨ་ནེ་ཁར་དམ་གྱི་ང་ཚོས་བདག་འཛིན་གྱི་བཞག་པའི་བག་ཆགས་དེ་ནས་སྐྱབས་འགྲོ་རེད་ད་ཞི་བ་ཕྱོགས་བཅུ་པའི་མཐའ་མི་སྣང་བའི་དེ་ནས་སྤངས་འགྲོ་རེད་ད་གསུང་གི་ཡོད་ད་ད་ཅིག་གོ་བརྡ་འཕྲོད་ཡོད་པའི་རེ་བ་ཡོད་ད་ད།

སྐུ་མདུན་ཡེ་ཤུ་ནོར་བུ་གྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ལན་བཏབ། ང་རང་ཚོའི་བོད་པའི་སྤྱི་ཚོགས་ལྷག་ལོ་ལ་བུ་མོ་ཟེར་དེ་ལ་དམིགས་བསལ་གྱི་དག་གོ་སྐབས་ཆེན་པོ་ཞེ་བོ་ཞིག་ཡོད་བསྡད་པ་བཅས་རེད་ད། བུད་མེད་ཀྱི་ངོས་ནས་མ་འཇོན་ན་རེད་ད། ད་ག་རེད་མ་གཏོགས་འཇོན་ན་ད། བྱས་ཀྱི་གོ་སྐབས་འདི་ཧ་ཅང་ཆེན་པོ་རེད། ངས་ཁྱེད་རང་ཚོ་ལ་སྒྲུང་ཅིག་ཞུ་བ་ཡིན་ན་རེད་ད་སྒྲུང་ཅིག། སྙེ་མ་ངའི་པིང་རྒྱ་བུ་མོ་བྱོས་རེད་མོ་རང་ལ་ཡང་ནི་སྤུན་སྐྱེས་པ་རེད་སྤུན་དང་པོ་སྐྱེས་དུས་བུ་མོ་སྐྱེས་དེ་དུས་ང་བུ་མོ་སྐྱེས་དུས་སྤུན་སྐྱེས་དུས་ང་མེད་པ་ཁྲི་ལི་མེད་སྤུན་གཉིས་པ་དེ་སྐྱེས་དུས་ཚང་མ་ལ་ནི་ག་ཟེར་བ་རེད་ཨ་ནི།

བུད་མེད་ཀྱིས་ད་དུས་རབས་གསལ་ཏེ་གར་ཟེར་བར་ད་བུད་མེད་ཀྱིས་འགོ་འཛིན་བྱས། རྒྱལ་ཁབ་ཀྱིས་དབུ་འཛིན་བྱས། ལས་རེས་ཀྱིས་ད་དེ་འབྲེལ་གྱི་ད་དུས་ཚོད་ཆགས་པར་ད་གང་ཡིན་ཟེར་ན་སྙན་མ་ཡིན་ན་མི་འཛིང་བཤད་འཛིང་རེ་དང་རེ་ཅིག་དཔུང་ཤུགས་ཀྱི་དབང་གིས་ད་གོ་ཅིག་དེ་རིང་སང་ཉིན་སྤྱི་ཚོགས་འདི་འདི་དུས་ཚོད་དུ་ཡོད་རེད་ཟེར་ད་ཤེས་ཡོན་གྱི་དུས་ཚོད་འགའ་ལས་དུས་ཤེས་ཡོན་འགའ་ལ་ཕུ་བུ་མོ་གཉིས་གཅིག་པ་བྱེད་ཐུག་གི་ཡོད་པ་ཡིན་ཟ།

རྒྱ་མིས་མའོ་ཀྲུའུ་ཞི་ཤི་ནུ་མ་དོ་དེང་དུས་ཀྱི་ཤེས་ཡོན་དང་འཛམ་བུ་གླིང་ཕྱི་ལོག་ལ་སློབ་སྦྱོང་བྱེད་ཡའི་གོ་སྐབས་དེ་བྱུང་ཡོད་མ་རེད། བརྒྱ་ཆུ་ཐམ་པ་ལ་བ་ལ་མ་བརྒྱ་ཆུ་བརྒྱད་གཉིས་བརྒྱད་གསུམ་དེ་རྗེས་མའོ་ཀྲུའུ་ཞི་ཤི་རུ་བ་དེ་འདྲ་ཞིག་མ་དོ་བྱུང་ཡོད་མ་རེད། དེང་ཤོག་བེ་ལེ་ཇཱ་ནི་ཞི་ནས་སྒོ་ཕྱེ་རེད། ད་རྒྱ་མིའི་ནང་ལོག་ལྟ་དང་འཛམ་བུ་གླིང་ལ་སྐད་གྲགས་ཡོད་འདོད་པའི Scientist དེ་འདྲ་མང་པོ་དོན་གུ་དོ། རྒྱ་མིའི་ནང་ལོག་ལ། ང་ཚོ་བོད་པ་ནང་ལ Scientist གཅིག་གི་མཐོང་ཡ་ཡོད་མ་རེད་ད།